དངོས་དང་བརྒྱུད་པའི་སྒོ་ནས་ཨ་མཉམ་ཞིག་གནང་བས་རྣམ་པ་ཚོ་ཚང་མ་ལ་སྐུ་སྐམ་སངས་བའི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་དང། ཨ་རྣམ་པ་ཚོ་ལ་དགོངས་ཟུར་ཞུ་ཡ་ཆེ་ལ་འདིའི་སྔོན་གི་ཨ་བཟང་སྐོར་དེའི་ནང་ལ་ང་ཚོར་བཀྲ་ལམ་དུ་ཡག་པོ་མེད་པའི་རྐྱེན་གྱིས་ཨ་ནི་ང་ཚོར་གྲ་སྒྲིག་མང་པོ་ཅིག་བྱས་ཡིན་ད་ཡིན་ན་ཡང་དེ་བཟོ་ཐུབ་མ་སོང་བ་དེ་ནི་གཅིག་ཡིན། ད་དེ་ནས་ང་ཚོ་འདི་ནས་མ་ཞུ་ཡ་དེ་ལ་ག་རེ་ཞུ་དགོས་རེད་ཚེ་དེ་ག་ལ་ད་བདེན་པ་བཞི། བདེན་པ་བཞི་གི་ནང་ནས་སྡིག་དངོས་བདེན་པའི་སྐོར་དུ་འགྲོ་ཚར་རེད། ད་གཉིས་པ་ཀུན་འབྱུང་བདེན་པའི་སྐོར་དེ་ལ་འགྲོ་གི་ཡོད་རེད། ད་ཀུན་འབྱུང་བདེན་པ་དེ་ལ་ཡང་ལས་ཀྱི་ཀུན་འབྱུང་དང་ཉོན་མོངས་པའི་ཀུན་འབྱུང་གཉིས་ཀྱི་ནང་ནས་ལས་ཀྱི་ཀུན་འབྱུང་དུ་འགྲོ་ཚར་བ། ཨ་ནི་ད་ཉོན་མོངས་པའི་ཀུན་འབྱུང་དེ་རེད། ད་ཉོན་མོངས་པའི་ཀུན་འབྱུང་གི་ནང་ནས་རྩ་ཉོན་དྲུག་དེ་བསྡུས་བསྡུས་ཀྱིས་ཞུ་ཚར་ནས་ད་ཉེས་ཉོན་གཉིས་ཞུ། ད་ངེད་ཉོ་ཉི་ཤུ་ཡི་ནང་ནས་ང་ཚོ་ད་ལྟ་སྐབས་སུ་བབས་པ་དེ་ཨ་ནི་ག་རེ་རེད་ཟེར་དུས་གང་ལ་ཁྲོ་བ་དང་འཁོན་འཛིན་དང་ཁྱབ་པ་དང་ཚིག་པ་ཕྲག་དོག་སེར་སྣ་རྒྱུ་བ་ད་ལྟའི་གི་བདུན་ཐམས་པ་དེ་རྣམ་པ་ཚོ་ལས་ཞུས་ཟིན་པ་དེ་འདྲའི་འགྲོ་བ་ཞིག་ཡིན། ད་ཡིན་ན་ཡང་དེ་རིང་ང་ཚོ་རྣམ་པ་ཚོ་ལས་ཞུས་ཡ་ད་ད་ལྟ་འདི་རྒྱུ་བྱེད་པ་ཟེར་ཡ་དེ་གི་ནང་ལོགས་ལ་རྒྱུ་བྱེད་པ་གི་བྱེད་ལུས་དེ་ག་རེ་རེད་འདུག་ཟེར་དུས་གང་ལ་ལོགས་འཚོ་གི་བརྟེན་བྱེད་པ་ཟེར་ཡ་གཅིག་འདུག་ཨ། ཁོ། རྒྱུ་བྱེད་པ་ཟད་དེ་སྤྱི་དང་གི་ཆ་ནས་འདོད་ཆགས་དང་གཏི་མུག་གང་རུང་གི་ཆར་གཏོགས་སོ་སོ་གི་ཉེས་བསྐུར་ལ་སོགས་པ་ལ་ཆགས་ནས། གཞན་མགོ་སྐོར་བསླུ་བ་ཟིན་ན་གཞན་དག་མགོ་སྐོར་བཏང་བའི་བསམ་པ་གི་རང་ལ་ཡོན་ཏན་མེད་བཞིན་དུ་ཡོན་ཏན་ཡོད་མདོག་མདོག་འོ་དེ་འགྲིག་གི་བྱས་པའི་བསམ་བློ་གཅིག་ལ་ཡ་ཨ་ནས་རྒྱུ་བྱེད་པ། ད་དེ་གི་ཆེད་ལས་དེ་ག་རེ་ཡོད་རེད་ཟེར་ཏེ་ལོག་པའི་འཚོ་བའི་རྟེན་བྱེད་པ་ཟེར་ཏེ་གང་ལ་ད་འདི་ལོག་འཚོ་ངག་གི་རྟེན་བྱེད་ཡོད་རེད་ཟེར། འོ་ན་དེ་འདྲ་ཡིན་པ་ཡིན་ན་ད་ལོག་འཚོ་ངག་དེ་ག་རེ་རེད་ཟེར་ཏེ་གང་ལ་རྣམ་པ་ཚོས་ལ་ངས་འདི་གཅིག་དྲིས་བཞག་ཡོད་ལོག་འཚོ་ངག་དེ་ག་རེ་ཟེར་དང་པོ་དེ་ཚུར་འཆུས་དེ་རེད། ད་ཚུར་འཆུས་ཟེར་ན་ག་རེ་ལ་འོས་ཡོད་རེད་ཟེར་ཏེ་གང་ལ་ཚུར་འཆུས་ཟེར་བ་ཡིན་ན་ག་རེ་རེད་ཟེར་ཏེ་གང་ལ་ཡ་སོ་སོ་གཅིག་གི་ཉམ་ཆུང་མ་ཡིན་ན་ཡིན་མདོག་མདོག་ད་དོན་དག་ག་རེ་རེད་ཟེར་ཏེ་གང་ལ་གཅིག་འོ་དེ་འདྲ་གི་གཅིག་མིག་གི་ལྟ་ས་ལ་ཡང་སོ་སོ་ཅིག་ཡུན་མདོག་མདོག་བྱེད་ཡ། བ་དེ་འདྲི་གི་ཐོག་ནས་སོ་སོ་ལ་ཉེ་ཁར་ཡོང་ཐབས་བྱེད་ཡ་གི་ཐབས་ལམ་ལ་འབད་དང་བ་དེ་ནས་འབད་ཡ་གི་དེ་འདྲི་ཅིག་ལ་ཡང་ཚུར་འཇུག་ཟེར་བ་རེད། ཚུར་འཇུག། ད་གཉིས་པ་དང་ཁག་བསགས་རེད་ཁག་བསགས། ཁག་བསགས་ཟེར་དེ་ག་རེ་རེད་ཟེར་དེ་ཡང་ཉེ་ཁར་ལ་སོགས་པ་སོ་སོ་ལ་དེ་ནས་ཡོང་ཡ་གི་ཆེད་དུ་ཁ་འཇམ་པོ་བྱས་ནས།

དེ་ང་ཚོ་སུ་འདྲེ་གཅིག་གི་དེ་འདྲེ་བྱེད་པ་ཡིན་ན་ཡང་དེ་གཞོགས་སློང་ཆགས་ཀྱི་རེད། ད་ཐུབ་ཀྱིས་འབྱར་བ་ཟེར་ཡ་དེ་ག་རེ་ཟེར་དབང་ཡོད་བྱས་ནས། ཕར་ཞོག་འདི་ལ་ཡང་དབང་ཡོད་བྱས་ནས་སོ་སོ་ལ་ཡང་ཡང་ཉེས་པ་དང་བཀུར་སྟི་ཡོང་ཐབས་བྱས་ཡ་དེ་ལ་ཡང་ཐུབ་ཀྱིས་འབྱར་བ་ཟེར་དེ་ཆགས་ཀྱི་ཡོད་རེད། ད་ཉེས་པའི་ཉེས་པ། ཚོར་བ། ང་ཚོ་བོད་ཀྱི་གཏམ་དཔེ་ལ་དེ་ཡོད་རེད། ཤ་རྐང་བཟའ་ཡ་ལ་ཤ་ལག། གར་བཟའི་ཕ་ཤ་ལག་པ་གྱིས་དཀྲི་བ་ཤ་ལག་པ་དང་རྐང་པ་གྱིས་ན་རྐང་པ་ལ་ཤ་མི་ང་ཡོད་རུང་ཕ་ཤ་ལག་གྱིས་དཀྲི་བ་ན་ཚུར་ཤ་རྐང་གྱིས་ཡོང་ཡག་ཐབས་ཤིག་བགྱི་ཡ། དོན་དག་ཕ་གཅིག་ཁ་ད་འགྲོ་བོ་དང་སྒོར་མོ་འགྲོ་བོ་དང་གཅིག་དེའི་ཚེ་གཅིག་གར་བཟའ་དེ་ནས་གཅིག་ཁ་ལག་འགྲོ་བོ་གཅིག་དཀྲི་བ་ཡིན་ན་སོ་སོ་ལ་གཅིག་དེ་ལས་མི་ང་གཅིག་ཡོང་གི་འདུག་བསམ་མ་འགྲོ་འོ་དེ་འདྲི་གི་ཐོག་ནས་བྱེད་ཡ་གཅིག་ཡོད་རུང་ཐབས་ཤིག་བགྱི་འོ་དེ་ལ་ཡར་རྙེད་པའི་རྙེད་པ་འཚོལ་བ་འོ་འདིར་ང་དེ་ལ་ལོག་པའི་འཚོལ་བ་ང་ཟིག། ད་འདི་ཡང་ཡང་ན་ང་ཚོ་ཚང་མས་ཧ་གོ་དགོས་ཡ་གཅིག་རེད་མ་གཏོགས་འདི་ཡིན་གཅིག་མིན་གཅིག་ཅིག་རབ་བྱུང་ཕོ་མོ་ཚོ་ལ་དེ་ཡོད་པ་ཅིག་དང་ཨ་ནི་དེ་ལས་གཞན་པ་མི་སྐྱ་ཕོ་མོ་ཚོ་ལ་མེད་པ་དེ་འདྲའི་རྩ་བ་ཉིད་ནས་མ་རེད་ད་འདི་འོ་དེ་སུ་དང་སུ་འདྲ་གཅིག་གིས་འདི་འདྲའི་འདྲ་བོ་བྱས་པ་ཡིན་ན་འདི་ང་ཕོ་གང་རུང་བྱས་པ་ཡིན་ན་ཀློག་པའི་འཚོ་བ་ཆགས་འགྲོ་གི་རེད། འཚོ་བ་ཡང་དག་པ་མ་ཡིན་པ་ཆགས་འགྲོ་བ་རེད། དེ་འདྲས་ཅིག་ཆགས་པའི་ཐོག་ནས་སོ་སོ་ལ་ཅིག་ཉེས་དཀར་འགྲོ་བ་དེ་འདྲས་ཡོང་ཅིག་སྒོར་མོ་འགྲོ་བ་དང་ལ་སོགས་པ་དེ་འདྲས་ཡོང་པ་ཡིན་པ་ཡིན་ན་ཡང་དེ་ཚོ་མཆོད་པའི་རྫས་འགྲོ་བ་དེ་འདྲས་ཡང་མ་བསླུ་བ་ཆགས་འགྲོ་བ་རེད། ག་རེ་རེད་ཅེ་ད་ཁོ་ལོག་འཚོ་ང་པོ་གང་རུང་གི་ལས་པའི་ཐོག་ནས་སོ་སོ་ལ་དཔལ་འབྱོར་ཅིག་བྱུང་དེ་སྐད་ཅིག་སོ་སོ་ཅིག་མཆོད་པ་འགྲོ་བ་ཕིས་དེ་འདྲས་བྱས་པ་ཡིན་ན་དེ་རྫས་མ་རུང་བ་ཟེར་ཏེ་ཆགས་ཡོད་རེད་ད། འོ་ད་དེ་ཡིན་སོང་དུ་ག་ལ། དེ་ཚོ་ང་ཚོ་ངེས་པར་དུ་སྐྱ་སེར་ཕོ་མོ་ཚང་མས་ག་གསབ་སོབ་བྱེད་དགོས་ཡ་གཅིག་རེད་མ་གཏོགས་དེ་ཡང། ག་རེ་ཟེར་ཏེ་རྐང་ཚ་མིག་ཚིལ་བ་དེ་འདྲས་ཡོང་གི་ཡོད་མ་རེད། འོ་ད་དེ་གི་ཁ་སང་གི་འཕྲོ་དེ་དེ་འདྲས་ཇི་བཞིན་ནི་ད་དེ་རིང་ང་ཚོ་སྐབས་སུ་བབས་པ་དེ་ག་རེ་ཡོད་རེད་ཟེར་ཏེ། ད་གཡོ་དང་པོ་ང་ཚོ་གཡོ་བྱས་པ་ཟེར་ཡ་གཅིག་འདུག་གཡོ། ཨང། ད་ཡོད་ཅེས་པ་ཟེར་ཏེ་ང་ཚོ་ནམ་རྒྱུན་ནི་ང་ཚོ་ཡོད་རྒྱུ་གྲངས་གསུམ་ཟེར་ཡ་ཅིག་བཤད་གི་འདུག་ད་དུང་ད་ཐིག་གི་ང་ཡིན་ཡ་ཐག་ཡོད་དང་རྒྱུ་དང་ཨ་ནི་འོ་དེ་ཚོ་ག་རེ་རེད་སེམས་སྦྱོང་ཅིག་རེད། དེ་ཚོ་གི་ཐོག་ནས་གཞན་གོ་གཞན་པ་མགོ་སྐོར་བཏང་ཡ་ད་དེ་འདྲི་རེད་འདུག་ད་དེ་ནང་ཡོད་རྒྱུ་གཉིས་ཀྱི་ནང་ནས་ཡོད་ཟེར་ཡ་དེ་ག་རེ་རེད། འོ་དེ། བདག་ཡོད་གི་ངོ་བོ་དང། བདག་ཡོད་གི་བྱེད་ལས། ད་དང་པོ་དེ་ག་རེ་རེད་ཟེར་དུས། འདོད་ཆགས་དང་གཏི་མུག་གང་རུང་གི་ཆར་གཏོགས་ཤིང། དེ་ག་རེ་ལ་དགོས་རེད་ཟེར་དུས་འདི་ཚོ། འདི་ཉི་ཤུ་པོ་དེ་ཉེ་བའི་ཉོན་མོངས་པ་ཟེར་འདུག། དེ་ལ་ཉེ་བའི་ཉོན་མོངས་པ་ལ་དགོས་ག་རེ། རྩ་བའི་ཉོན་མོངས་པ་དྲུག་པོ་གང་རུང་དང་ཉེ་བ། རྩ་བའི་ཉོན་མོངས་པ་གང་རུང་གི་ཀུན་ནས་སློང་པའམ་རྩ་བའི་ཉོན་མོངས་པ་གང་རུང་གི་ཆར་གཏོགས་ཆ་བཞི་འོ་དེ་ནི་ཅིག་ཆགས་ཡོད་སོང་ཙང་ཉེ་བའི་ཉོན་མོངས་པ་ཟེར་གྱི་ཡོད་རེད། འོ་དེ་རེད། ད་འདི་གཡོ་ཟེར་བ་དེ་ཡང་ན་འདོད་ཆགས་ཀྱི་ཆར་གཏོགས་ཡང་ཡོད་རེད་གཏི་མུག་གི་ཆར་གཏོགས་ཡང་ཡོད་རེད། དེ་འདྲའི་གང་རུང་གང་རུང་གི་ཆར་གཏོགས་ཤིག་ཉེ་བསྐུར་ལ་ཆགས་ནས་ད་སོ་སོ་གི་ཉེ་བསྐུར་རྙེད་པ་དང་བཀུར་སྟི་ལ་ཆགས་ནས་རྙེད་པ་ཟེར་ན་སོ་སོ་དཔལ་འབྱོར་དང་དེ་འདྲའི་ལ་ཆགས། ཨ་ནི་བཀུར་སྟི་ཟེར་དེ་གང་ལ་སོ་སོ་གི་འཁོར་དང་དེ་འདྲའི་ལ་ཆགས་པའི་ཐོག་ནས། ཆགས་པའི་དབང་གིས། གཞན་རྨོངས་བར་བྱེད་འདོད་ཅིང། ད་ཕབ་ཤོག་ཏུ་དཔེ་དེ་ག་མགོ་འཐོམས་ཅིག་ནི། ད་ང་ཚོ་དིར་སང་ཉི་ཁར་སྐྱེ་འགྲོ་བྱེད་ན་ཕབ་ཤོག་ཏུ་མགོ་འཐོམས་ཅིག་ནི། ཕབ་ཤོག་དེ་གི་མ་ཤི་བར། འོ་དེ་ནི་བྱས་ནས། རྨོངས་པར་བྱེད་ཅིང། རང་ཉིད་ཉིད་པ་རང་ཉིད་རང་ཉིད་རང་གི་ཉིད་པ་གཞན་གྱིས་མི་ཤི་བར་འདོད་པའི་སེམས་ཅུང་ཆེ་ཙང། སོ་སོ་གི་སྐྱོན་ཆ་འདྲ་མི་འདྲ་ཅིག་བྱས་ཡོད་པ་ཡིན་ན་ཡང། དེ་ག་རེ་ཟེར་ཕ་ཤོག་དེ་གི་མ་ཤི་བ་གི་ཐབས་ལམ་བྱེད་ཡ་ཅིག་འདུག་དེ་ངས་དེ་ཕ་ཤོག་དེ་ལ་ཡ་མ་ཤི་བ་བྱེད་དགོས་འདུག་བ་མི་སུ་གང་ལ་ཡ་དེ་ནས་དེ་མཐོང་བཅུག་ཀྱི་མི་འདུག་ཐུག་བཅུག་ཀྱི་མི་འདུག་གོ་བཅུག་ཀྱི་མི་འདུག་ཤི་བཅུག་ཀྱི་མི་འདུག་བསམ་པའི་བསམ་བློ་ཅིག་ཡོད་རེད་བ། སོ་སོ་གི་ཉེས་པ་བྱས་ཡོད་རེད་ད་སོ་སོ་གི་ནོར་འཁྲུལ་གི་བྱ་བ་བྱས་ཡོད་རེད་བྱས་ཡོད་པའི་བྱ་བ་དེ་ག་རེ་རེད་ཟེར་ན་གཞན་ལ་ཡ་མ་ཤི་བ་བྱེད་དགོས་འདུག་བསམ་པ་འགྲོ་ག་རེ་ཟེར་གཞན་གི་ཤི་སོང་ན་ངའི་མཚན་སྙན་གྲགས་དང་མིང་དང་གོར་ས་ལ་གནོད་གི་རེད་བསམ་པ་འགྲོ་ད་དེ་འདྲའི་མང་པོ་ཅིག་ང་ཚོ་དེ་ཚོ་ག་རེ་རེད་ཟེར་གཙོ་བོ་དེ་སོ་སོ་གི་མཚན་སྙན་གྲངས་མིང་སྐོར་ས་ལ་སོགས་པ་ལ་ཆགས་པའི་ཐོག་ནས་ཡང་ཡོང་གི་ཡོད་རེད། ཡང་ཕྱོགས་གཅིག་ཏུ་ག་རེ་ཟེར་མི་ཤེས་པའི་དབང་གིས་ཡང་ཡོང་གི་ཡོད་སོང་ཟེར་ཁྱད་མཚར་ཡོད་ཟེར་ཡ་དེ་འདོད་ཆགས་དང་གཏི་མུག་གི་ཆགས་རྟོག་གང་རུང་ཟེར་དགོས་ཡ་གི་རྒྱུ་མཚན་དེ་དེ་འདྲ་ཅིག་རེད། བྱས་ཙང། ངོ་ནས་བྱས་ན་རོ་རོ་རང་རང་སོ་སོ་གི་ཉེས་པ་དེ་མི་གཞན་དག་གིས་ཁྱེད་རང་དེ་འདྲ་ཅིག་ཉེས་པ་ཅིག་དེ་འདྲ་དེ་འདྲ་བྱས་བྱས་འདུག་འདྲ་བོ་བྱས་ལབ་པ་ཡིན་ན་སོ་སོ་དང་ལེན་ངེས་པར་དུ་བྱེད་ཐུབ་པ་ཅིག་དགོས་ཀྱི་ཡོད་རེད། དེ་མ་ཟད་པའི་སོ་སོ་སོ་སོ་གི་ལུས་ངག་ཡིད་གསུམ་ལ་བརྟག་དཔྱད་བྱས་པའི་ཐོག་ནས་སོ་སོ་གི་བྱེད་སྟངས། བསམ་སྟངས་བཤད་སྟངས་དེ་འདྲ་གི་ཐོག་ནས་ནོར་འཁྲུལ་བྱུང་ཡོད་པ་ཡིན་ན་ནོར་འཁྲུལ་དེ་དག་རང་ནོར་འཁྲུལ་ཁ་ཐུག་ངོས་ལེན་བྱས་བཞག་པ་ཡིན་ན། དེ་ལ་བརྟེན་ནས་ཉོག་དྲ་ཡོང་གི་མ་རེད། མི་དང་མི་བར་རིགས་ལ་ཡིན་ན་ཉོག་དྲ་ཡོང་གི་མ་རེད་སྤྱི་ཚོགས་ཀྱི་ནང་ལོགས་ལ་ཡིན་ན་ཉོག་དྲ་ཡོང་གི་ཡོད་མ་རེད། ཡོད་མ་རེད་དེ་ང་རོ་ཚོ་ལ་ཡང་འདི་གཡོ་ཟེར་ཡག་དེ་ཤིག་ཆེན་པོ་ཡོད་གསུངས་པ་ཡིན་ན་དེ་ལ་དེ་ནས་སོ་སོ་གི་ཉིད་པར་དུ་གབ་ཐབས་བྱེད། སོ་སོ་གི་ཉིད་པར་དུ་གབ་ཐབས་བྱེད་གཞན་དག་ལ་ཡང་ཤི་མ་གཅིག་པ་བྱེད་དགོས་འདུག་བསམ་པའི་དེ་ཅིག་སྦེད་ཐབས་དང་གབ་ཐབས་བྱེད། གར་སེར་ཉི་མའི་མི་གཞན་དག་གི་དེ་བླངས་ཡོང་པ་ཡིན་ན་ཡང་དེ་ལ་ཡང་ཅིག་སྐོར་ར་འོ་ར་མང་པོ་བརྒྱབ་ནས་དེ་ཅིག་མ་འགེབས་ཐབས་བྱེད་ཡག་མ་གཏོགས་དེ་ཅིག་ཕ་སྐྱོ་འདི་ཕ་གསང་ཐབས་བྱེད། དེའི་སྐྱོན་དེ་སོ་སོ་གབ་ཐབས་བྱེད་བྱ་དེ་གང་ལ་སྐྱོན་བསམ་ཡག་གི་དེ་ནི་བསམ་བློ་དེ་སླེབས་གི་མ་རེད། སྐྱོན་བསམ་ཡག་གི་བསམ་བློ་དེ་མ་སླེབས་པ་ན་ནོར་འཁྲུལ་དེ་ནོར་འཁྲུལ་རང་ཆགས་ནས་བསྡད་དེ་གི་རེད་པ། འོ་དེ་དེའི་གཙོ་བོ་དེ་ག་རེ་རེད་ཟེར་འདི་ཡོད་ཟེར་དེ་གི་ཐོག་ནས་ཡོང་གི་ཡོད་རེད་ཟེར་དེ་རེད། འདི་རང་གི་ཉིད་བག་གཞན་གྱིས་མི་ཤེས་པར་འདོད་པའི་སེམས་བྱུང་གཅིག་ལ་ཡང་གཡོལ་བྱེད་པ་ཟེར་གི་རེད། ད་དཔེ་སྡིག་ཅག་འདོགས་ཡང་གཡོལ་དང་རྒྱུ་ཟེར་དེ་སོ་སོ་ལ་ཤུགས་ཆེན་པོ་ཡོད་པ་ཡིན་ན་དེ་རེད། ད་དེ་གི་བྱེད་ལུས་དེ་ག་རེ་རེད། བྱེད་ལས་དེ་ག་རེ་རེད། ཡང་དག་པའི་གདམས་ངག་རྙེད་པའི་བར་གཅོད་དོ་དེ་ག་རང་རེད། ཡང་དག་པའི་གདམས་ངག་རྙེད་པའི་བར་གཅོད་དོ་ཟེར་དེ་གང་ལ་ག་རེ་རེད། ཕ་རོལ་པོ་དེ་གི་སེམས་པ་བཟང་པོ་གི་ཐོག་ནས་ཁྱེད་རང་འདི་དང་འདི་བྱ་བ་བྱ་བ་འདི་འདི་ཅིག་བྱས་འདུག་ཁྱེད་རང་འདི་འདི་བྱས་འདུག་བྱ་བ་ནོར་འཁྲུལ་བྱང་གི་བརྩིས་ནས་བྱ་བ་འདི་འདི་ཅིག་བྱས་འདུག་དེ་བྱེད་ཀྱི་མི་འདུག་ཟེར་ནས་དེ་འདྲི་གི་ཕ་ཤོ་དེ་སོ་སོ་ལ་ཡ་ཅིག། ཨ། ཨ། ཀར་ཟ་སྐྱོ་འདི་ཡ་ངོ་འོང་འདི་གང་ལ་ཡ།

སྐལ་བཟང་ཡོད་ཤུགས་ཆེན་པོ་ཡོད་པ་ཡིན་ན་དེ་ལ་དེ་ནི་ཉན་གི་མ་རེད་ཟེར་བ་རེད་ད་དོན་དག་དེ་རེད་ད། ང་ཚོ་ནམ་རྒྱུན་ནས་སྐྱོན་བསྲང་དང་སྐྱོན་བརྗོད་ཟེར་ཡག་དེ་ངས་ནམ་རྒྱུན་ནས་དེ་ལབ་འདུག་སྐྱོན་བརྗོད་དང་སྐྱོན་བསྲང་གཉིས་མ་ནོར་བ་ཅིག་བྱེད་དགོས་ཀྱི་རེད། སྐྱོན་བརྗོད་ཟེར་ཡག་དེ་ཕར་ཞོག་དེ་དངོས་ནས་རང་དམའ་འབེབས་མདོ་དང་ཕར་ཞོག་ལ་མཐོང་ཆུང་དང་དེ་རིགས་ཀྱི་ཀུན་སློང་གི་ཐོག་ནས། ཁོ་འདྲ་མི་འདྲ་དེ་ནས་ཅིག་བཤད་ཡོང་དགོས་རེད་བ། འོ་དེ་ཡིན་པ་ཡིན་ན་སྐྱོན་བརྗོད་ཟེར་ཡག་དེ་རེད། དེའི་དཀའ་ར་རེད་ཟེར་དུས་གང་ལ་དེ་ལ་ཡང་སོ་སོ་ངོ་ནས་དྲངས་ནས་ཅིག་དཀའ་ར་རེད་ཟེར་དུས་གསར་བཞེངས་བྱེད་དགོས་ས་གསར་བཞེངས་བྱེད་ཅིག་ཁ་བརྡ་ཁ་བརྡའི་བྱ་དགོས་ཡ་ཁ་བརྡའི་བྱ་དགོ་གོ་རེད་དེ། ཡིན་ནའི་ཁ་བརྡའི་བྱ་དགོ་གོ་རེད་ཟེར་དུས་ཡང་ང་ཚོ་ཁོང་ཁྲོ་དབང་གིས་ཁ་བརྡའི་བྱ་དགོ་གོ་རེད་ཟེར་ཡ་གི་དེ་ག་བྱེད་དུ་བྱེད་དགོས་བ་མ་རེད་ད། སོ་སོ་ག་ར་ས་རྣམ་འགྱུར་གྱི་ཤེས་རབ་བེད་སྤྱོད་བཏང་བའི་ཐོག་ནས་ཁ་བརྡའི་བྱ་བྱ་ཐབས་བྱེད་དགོ་གི་ཡོད་རེད། ད་ཡིན་ན་ཡང་ཕར་ཞོག་དེ་སྐྱོན་སངས་རྒྱས་ཨ་ཀི་ཏི་ཀིའི་སྐད་ཆ་དེ་བཤད་འོང་དུས་གང་ལ་ཡང་ད་ལྟ་ངེས་པར་དུ་སོ་སོ་ག་དེ་དང་ལེན་བྱེད་ཤེས་པ་ཅིག་དགོས་གི་རེད་སོ་སོ་ལ་ཕར་ཞོག་དེ་གི་སྐྱོན་སངས་གི་ཀུན་ནས་བསླངས་ནས་ཀུན་སློང་བཟང་པོ་གི་ཐོག་ནས་སོ་སོ་ལ་ཁྱེད་རང་དེ་དེ་དེ་བྱས་འདུག་དེ་དེ་ཚེ་འགྱུར་བ་དང་ཐུབ་བྱས་ན་ཡག་ག་འདུག་ཟེར་འོང་དུས་གང་ལ། ད་དེ་དངོས་གནས་དྲན་ནས་རང་རེ་སོ་སོ་ག་དེ་གི་སྐྱོན་དེ་ང་ལ་འདུག་མི་འདུག་རྟགས་སྐྱེས་ཡག་པོ་བྱས། སྐྱོན་འདི་ཡོད་ན་ལམ་སང་ཨ་དགོངས་དང་ངོ་ནས་དྲངས་ནས་ང་བལྟས་ཏེ་སྐྱོན་སྐྱོན་ཆ་དེ་འདྲས་དེ་འདྲས་ཤོར་སོང་ཁ་དེ་ཁ་དེ་ང་ཚོ་དེ་ནས་དགོངས་དག་ལབ་དགོས་ཡ་མི་གཞན་དག་ལ་ཡིན་ན་དགོངས་དག་དགོངས་དག་ཟེར་ཨ་སོ་སོ་གི་ཅིག་སྐྱོན་ཆ་ནོར་འཁྲུལ་བྱས་པ་ཡིན་ན་ཨོ་ད་ནས་བཟུང་སྟེ་ངས་ད་དེ་སོགས་གཟབ་གཟབ་བྱེད་ཀྱི་ཡིན་བསམ་པ་ཡིན་སོ་སོ་ཡར་རྒྱས་ཅིག་འགྲོ་ཡ་ཡོད་རེད་བ། ཨོ་ད་དེ་རེད། ཡ་ད་དེ་གི་སྐོར་དུ་ཡོ་ཟེར་ཡ་དེ་ད་དེའི་སྐོར་དུ་དེ་འདྲས་ཅིག་བྱས། ཡོ་བྱས། ད་དེ་ནས་རྒྱག་པ་དེ་རེད་ད་སེམས་ཆུང་རྒྱག་པ་ཟེར་ཡ་ཅིག་ཡོད་རེད། ད་སེམས་ཆུང་རྒྱག་པ་ཟེར་དེ་གར་ག་འདྲི་ཅིག་རེད་ཟེར་དེ་དཔེར་ན་ང་ཚོ་མིའི་རྒྱག་པ་ཟེར་ནང་བཞིན་ད་སེམས་ཆུང་རྒྱག་པ་ཟེར་དེ་སེམས་དེ་ཡ་ང་ང་ཚོ་རྣམས་ཀྱི་ནི་མཛོད་དེ་ཚོ་ནང་ལ་གར་རེད་ཟེར་དེ་གང་ལ་ཨ་ནི་ངར་རྒྱར་རྒྱལ་གར་ཟ་ངར་རྒྱར་ཁེངས་པ་རྒྱག་པ་ནི་སེམས་ནི་ཡོངས་སུ་གཏུགས་པ་ཟེར་ཡ་གཅིག་ཡོད་རེད་འོ་དེ་ཟེར་དགོས་ད། ད་རྒྱག་པ་དེ་ག་རེད་རྒྱག་པ་གི་དོན་དག་མཚན་ཉིད་དེ་ག་རེ་རེད་ཟེར་གྱི། འདོད་ཆགས་ཀྱི་ཆགས་རྟོག་རེད་ཟེར་གྱི་གང་ལ་རྩ་བའི་ཉོན་མོངས་པ་ག་རེ་དང་ཉེ་བ་རེད་ཟེར་ཏེ་འདོད་ཆགས་དང་ཉེ་པོ་རེད་ཟེར། ཁོ་འདོད་ཆགས་ཀྱི་ཆགས་རྟོག་རེད་ཟེར་ཁ་སང་ནས་ཞུ་བ་གནང་བཞིན་འདོད་ཆགས་ཀྱི་ཆགས་གཞིར་ཁོ་འདོད་ཆགས་ཀྱི་ཆགས་གཞི་ཅིག་ཆགས་དུ་ཡོད་རེད་ཆགས་རྟོག་ཞིང། རང་ཉིད་ལ་ནད་མེད་པ་སོགས། ཟག་བཅས་ཀྱི་ཕུན་ཚོགས་གང་རུང་མཐོང་ནས། དགའ་བ། དགའ་བ་དེ་ཡིས་སེམས་ཁེངས་པའི་སེམས་བྱུང་རེད། ད་སོ་སོ་ལ་ཡང་ཅིག་དཔལ་འབྱོར་ཡང་དཀའ་ལ་གང་འཚམས་ཡོད་པ། ཅིག་ན་ཚ་ལུས་ལ་ཡང་ན་ཚ་ལ་སོགས་པ་ཡང་ཅིག་མེད་པ། ད་ཅིག་འཁོར་དང་དེ་འདྲས་ཡང་ཅིག་ཡོད་པ། འོ་དེ་འདྲས་ཅིག་སླེབས་འོང་དེ་གང་ལ་དེ་ནས་སོ་སོ་ལ་ཡང་དེ་ནས་ཁེངས་སེམས་ཟེར་ན་མི་འདུག་སེམས་འདི་ཡང་ཅིག་རྒྱགས་པ་འགྲོ་ཅིག་སླེབས་འོང་དགོས་རེད། འོ་དེ་བྱས་ན་དེ་འགྲིག་གི་ཡོད་མ་རེད་ག་རེ་རེད་ཟེར་དུས་ཀ་སོ་སོ་གི་ཕ་ཤོག་གི་དེའི་ནོར་དང་ལོངས་སྤྱོད་དང་འཁོར་དང་དུ་ཚོད་ལ་ཡང་ཆགས་སེམས་ཅིག་ཡང་སླེབས་ཡོང་གི་ཡོད་རེད། ཨ་གཉིས་པ་དེ་ཅིག་དེ་ལ་དེ་ནས་ད་ག་རེ་ཡོང་གི་རེད་ཟེར་དུས་གང་ལ་ད་ང་རྒྱལ་ལ་སོགས་པ་དེ་འདྲས་དང་ཉང་ཉུང་མོ་མང་པོ་ཅིག་དེ་ལ་དེ་ནས་སླེབས་ཡོང་གི་རེད། ག་རེ་རེད་ཟེར་དུས་སོ་སོ་ཅིག་ཕུན་སུམ་ཚོགས་པ་དེ་འདྲས་ཅིག་ལ་དམིགས་ནས་སོ་སོ་གི་སེམས་ཁེངས་ཡོང་དུས་གང་ལ་ད་དེ་ལ་དེ་ནས་ང་གཞན་ལ་ཡང་གཏུག་མི་དགོས་བསམ་བློ་རེད་བ། སུ་གང་ལ་ཡང་བསྟུད་དགོས། ཐ་ན་སོ་སོ་གི་གྲོགས་པོ་གྲོགས་མོ་དང་ཕ་མ་ལ་ཡང་བསྟུད་མི་དགོས་བསམ་པ་འགྲོ་དགོས་བསམ་བློ་འོ་དེ་འདྲ་གི་སྐྱེ་ཡག་གི་ཉེན་ཁ་ཡོང་ཡོང་སོང་ཙང་རྒྱག་པ་ཟེར་ཡག་དེ་ཡང་སོ་སོ་ག་ཚོད་ཐུབ་ཐུབ་གི་མྱོང་རིག་དང་གོ་ཡག་འོ་དེ་འདྲ་ཅིག་ཆགས་བསྡད་དགོས་རེད། དཔེར་ན་ང་རོ་ཚོ་ཡང་སྐད་ཆ་བཤད་སྟངས་ཅིག་བསྡད་ཡོད་རེད་བ། ཅིག་ད། ཅིག་སྡུག་པོ་བྱུང་ན་གི་ལས། སྐྱིད་པོ་བྱུང་ན་ཡང་ལས་ཟེར་དུས་གང་ལ་ལྟ་དེ་མང་མི་མང་པོ་ཅིག་ཁོ་བསམ་བློ་གཟབ་གཟབ་ཅིག་མ་བཏང་བ་ཡིན་ན་ཧད་དེ་ཁྱོད་ཚོ་ག་རེ་འདུག་འགྲོ་བསམ་པ་འགྲོ་ཅིག་དྲན་གྱི་ཡོད་རེད། ཡིན་ན་དེ་དཔེ་མི་སྲིད་གནད་འགག་ཆེན་པོ་ཡོད་རེད། ག་རེ་རེད་ཟེར་དུས་སོ་སོ་ལ་སྡུག་པོ་ཅིག་བྱུང་པ་ཡིན་ན་ཡང་དངོས་གནས་དྲང་བདེན་སྔ་མའི་ལས་རེད་ཨ་ད་དངོས་གནས་ལས་དེ་ག་ནམ་མིན་དེ་རྟག་པར་ཤོག་བསམ་པ་འགྲོ་ཅིག་དེ་འདྲས་ཅིག་བྱས་པ་ཡིན་ན་སོ་སོ་ཅིག་བློ་གཏད་ས་འགྲོ་ཅིག་ཡང་བསམ་བློ་བཏང་ས་འགྲོ་ཅིག་སླེབས་འོང་དུས་གང་ལ་ལྟས་ཚེ་སེམས་ཀུ་སུ་ཏོག་ཡོད་དེ་ལྟས་ཚེ།

ད་ལྟའི་ང་རང་གི་དེ་ང་མི་ག་ཅིག་གི་ལས་ཡིན་བསམ་པ་འགྲོ་ཅིག་ལས་བཟང་པོ་དེ་ལ་བརྟེན་ཅིག་སོ་སོ་གི་སྦྱིན་པ་ལ་སོགས་པའི་ལས་བཟང་པོ་བྱས་པ་ལ་བརྟེན་ནས་ཏན་ཏན་དུ་བྱུང་བ་རེད་ཨ་བསམ་པ་འགྲོ་ཅིག་ཡིན་པ་དེ་ལ་བརྟེན་ནས་ང་རྒྱལ་མ་ཡོང་བར་གང་ཞིག་ལ་ལས་རྒྱུ་འབྲས་ལ་ཡང་བལྟས་ཚེ་ཡིད་ཆེས་ཡོད་པ་དང་སོ་སོ་གི་རྒྱལ་ལ་ཡང་ང་རྒྱལ་དང་ཁེངས་སེམས་དང་དེ་འདྲའི་དུ་ཡང་སྐྱེ་དགོས་མ་རེད། ད་རྟེན་འབྲེལ་མ་བྱས་བར་གྱི་ནས་སོ་སོ་ལ་རྟེན་འབྲེལ་ཅིག་བྱུང་བ་དང་དེ་བུ་ང་རང་རང་གི་ཅིག་འཇོ་ཡ་འཇོ་ཡ་ཡིན་བསམ་པ་འགྲོ་བ་ཅིག་ང་རང་རང་གི་དཀའ་ལས་བརྒྱབ་ནས་བསགས་འཇོ་ཡིན་ད་དེ་དཔེ་ཅིག་བསམ་པ་འགྲོ་བ་དེ་འདྲའི་ཅིག་གི་བསམ་བློ་མ་གཏོགས་མེད་པ་ཡིན་ན་དེ་ལ་བརྟེན་ནས་ཁེངས་སེམས་དང་འདོད་ཆགས་དང་ད་མང་པོ་ཅིག་ངར་སྐད་ཁྲག་འཐུང་མང་པོ་ཅིག་འདྲེན་ཡོང་དགོས་རེད་འོ་དེ་འདྲ་ཡིན་སོང་ཙང་དེ་ངེས་པར་དུ་ཡང་གཟབ་གཟབ་བྱེད་དགོས་ཡ་ད་གི་ཆེན་པོ་ཆགས་ཀྱི་འདུག་ད།

ལས་ཡ་ཡོད་མ་རེད་ཟེར་བ་དེ་རེད་མ་གཏོགས་སོ་སོ་ལ་རྒྱུ་དཔལ་འབྱོར་ཡོད་པ་ཡིན་ན་དགའ་ཆོག་གི་རེད་སོ་སོ་སེམས་ལ་དེ་དེ་ཡང་དྲན་ཆོག་གི་རེད་ཡིན་ན་དགའ་བདེ་དེ་ལ་བརྟེན་ནས་སོ་སོ་ཁེངས་སེམས་དུ་སླེབས་སླེབས་ཀྱི་ཡོད་མ་རེད་ཁེངས་པའི་སེམས་བྱུང་བ་དེ་ལས་ཡ་ཡོད་མ་རེད་ཟེར་དོན་དག་དེ་རེད་ད་དེ་གི་བྱེད་ལས་དེ་ག་རེ་རེད་ཟེར་དེ་བྱེད་ལས་ནི་རྒྱང་འདི་བག་མེད་ཀུན་གྱི་རྩ་བ་སྟེ། སེམས་བྱུང་རྒྱག་པ་དེ་བག་མེད་ཐམས་ཅད་ཀྱི་རྩ་བ་རེད། འོ་དེར་བག་མེད་ཟེར་དུས་བག་མེད་པ་ཟེར་ཡ་དེ་གང་ལ་ཁོ་བག་མེད་ཟེར་ཡ་དེ་ཅི་ང་ཚོ་དཔེར་ན་སོ་སོ་ལས་ཡ་གཅིག་སོ་སོ་བག་མེད་ལོངས་སྤྱོད་བྱས་ཟེར་དུས་གང་ལ་དཔེར་ན་ང་ཚོ་རྣམ་འགྱུར་གྱི་སྐད་ཆ་བཤད་སྟངས་བྱས་པ་ཡིན་ན་ཁྱེད་རང་བག་མེད་ལོངས་སྤྱོད་མ་བྱས་ཨ་ཟེར་དུས་གང་བྱུང་མ་བྱུང་མ་བྱས་ལ་བོར་བ། དངུལ་ཡིན་ན་ཡང་སོ་སོ་འགྲོ་སོགས་བཏང་དགོས་ས་དེ་དག་དག་ཅིག་ལ་བཏང། བཏང་མི་དགོས་ས་དེ་ལ་ཡང་དེ་ནས་མ་བཏང། ད་ག་ནང་བཞིན་གྱི་སོ་སོ་གཅིག་འགྲོ་འགྲོ་ས་གཅིག་ཡིན་པ་ཡིན་ན་སོ་སོ་གཅིག་ཉིད་མེད་སྐྱོན་མེད་དང་འགྲོ་དགོས་ས་དག་དག་དེ་ལ་འགྲོ་འགྲོ་མ་དགོས་ས་དེ་ལ་མ་འགྲོ། སྐད་ཆ་ཡིན་ན་སྐད་ཆ་བཤད་དགོས་ཡ་དེ་དག་དག་བཤད་དོན་དག་ཡོད་པ་ཅིག་དེ་རང་ལ་ཕན་པ་རོགས་ལ་ཕན་པ། དེ་ནི་ཕུགས་རྒྱང་རིང་པོ་ལ་ཕན་པའི་སྐད་ཆ་ཡིན་པ་ཡིན་ན་སོ་སོ་གི་དེ་བཤད། དེ་ལས་གཞན་པ་གི་གཅིག་འདྲ་མི་འདྲ་དག་མ་བཤད་ཟེར་བར། སེམས་ལ་ཡིན་པ་ཡིན་ན་སོ་སོ་གཅིག་དྲན་དགོས་ཡ་དང་བསམ་བློ་བཏང་དགོས་ཡ་དེ་བཏང། གཅིག། དོན་དག་ཡོད་མེད་ཚང་མ་ལ་བསམ་བློ་མ་བཏང་ཟེར་དེ་མ་བཏང་བ་ཡིན་ན་དངོས་ནས་བག་ཡོད་ཟེར་དེ་ཆགས་དགོས་རེད་ད་དེ་འདྲི་མ་བྱས་བ་ཆེད་སོ་སོ་ལུས་ངག་ཡིད་གསུམ་ཚང་མ་བདག་པོ་མ་བརྒྱབ་ནས་ག་བ་འཁྱམ་ན་འཁྱམ་ཅིག་བཞག་པ་ཡིན་ན་དེ་ལ་ཡང་བག་མེད་ཟེར་དགོས་རེད་ད་དེ་འདྲི་བྱས་བཞག་པ་ཡིན་ན་དེ་ལ་དེ་འདྲི་ག་རེ་ཡོང་གི་ཡོད་རེད་ཟེར་དེ་གང་ལ་ད་བཙལ་བའི་ཉོན་མོངས་པ་དང་ཉེ་བའི་ཉོན་མོངས་པ་ཚང་མ་སོ་སོ་སྒེར་ལ་སྐྱེ་མི་དགོས་བ་ཚང་མ་སྐྱེ་ཡོང་དགོས་རེད་དེ་སོ་སོ་གི་སེམས་ནང་ལུགས་ལ་དྲན་མི་དགོས་བ་ཚང་མ་དྲན་ཡོང་དེ་གང་ལ་ལུས་ངག་གི་ཡ་བྱེད་མི་དགོས་བ་ཚང་མ་བྱེད་རེ་བ་ལུས་ཀྱི་སྒོ་ནས་བྱེད་མི་དགོས་པ་ཚང་མ་བྱེད་ཡོང་དགོས་རེད། ཨ་ནི་དེ་ལ་བརྟེན་ནས་སོ་སོ་ཁག་ཡིན་ན་ཡང་དེ་ནི་བཤད་དགོས་ལ་མི་དགོས་ལ་ཚང་མ་བཤད་ཡོང་དགོས་རེད། ད་དེ་ལུས་ངག་གི་རྣམ་འགྱུར་དེ་འདྲ་ཅིག་ཐོན་འོང་དུས་གང་ལ་ཡང་ད་མི་མི་བར་གྱི་འབྲེལ་བ་དེ་ཡང་སྐྱོ་རིས་འགྲོ་ཤག་གི་རེད་སྤྱི་ཚོགས་ནང་ལོག་ཡིན་ན་ལྡབ་ཕྲུག་ཕར་ཕྲུག་མང་པོ་ཅིག་ཐོན་ཡོང་དགོས་རེད་འོ་དེ་འདྲ་ཡིན་སོང་ཙང་དེ་གཟབ་གཟབ་བྱེད་དགོས་ཀྱི་ཡོད་སོང་ཙང་འདི་རྒྱག་འདི་དཔག་མེད་ཀུན་གྱི་རྩ་བ་སྟེ་གཞི་གསུམ་པར་དང་ཉོན་མོངས་དེ་ནི་ཉོན་མོངས་པ་དང་ད་ཉེ་བའི་ཉོན་མོངས་པ་ཐམས་ཅད་ཀྱི་དེ་ནི་རྟེན་བྱེད་ཀྱི་རེད་ཟེར་ཏེ་རྒྱུ་བྱེད་ཀྱི་རེད་དེ་སྐྱེད་པར་བྱེད་ཀྱི་རེད་ཟེར་དེ་ལ་བརྟེན་ནས་རྩ་བའི་ཉོན་མོངས་པ་དང་ཉེ་བའི་ཉོན་མོངས་པ་མང་པོ་ཅིག་སྐྱེ་ཡོང་གི་རེད། འོ་ད་དེ་དེ་སོང་གོ་ད། འོ་རྒྱགས་པ་གི་བྱེད་ལས་ད་དེ་འདྲའི་ཅིག་ཆགས་འདུག་སེམས་བྱུང་རྒྱགས་པ་ཟེར། ཡ་ད་དེ་རིང་ང་ཚོ་དེ་གི་རྣམ་པ་ཚོ་ལས་ངོ་སྤྲོད་དུ་བལྟས་ཚེ་མང་པོ་འགྲོ་གི་ཆགས་སོང། ག་རེ་ད་གི་འདིའི་ལོག་འཚོ་ང་གི་ངོ་སྤྲོད་དེ་རྣམ་པ་ཚོ་ལས་ཡག་ཅིག་བསྡུས་བསྡུས་འགྲོ་གི་ཅིག་ཞུས་པ་ཡིན། ད་དེ་ནང་བཞིན་གྱི་དེ་རིང་ང་ཚོ་ག་རེ་རེད་ཟེར་དུས་གང་ལ་ཨ་ནི་ཡོད་ཟེར་ཡ་དེ་གི་ངོ་བོ་ག་རེ་ཡིན་པ་དང་བྱེད་ལས་ག་རེ་ཡིན་པ་དེ་རྣམ་པ་ཚོ་ལ་ཅི་གི་ཞུས་པ་ཡིན། ད་ག་ནང་བཞིན་གྱི་ཨ་ནི་རྒྱག་པ་ཟེར་ཡ་དེ་གི་ཨ་ནི་ངོ་བོ་ག་རེ་ཡིན་པ་དེ་གི་བྱེད་ལས་ག་རེ་ཡིན་པ་འོ་དེ་ཚོ་དེ་རྣམ་པ་ཚོ་ད་དེ་རིང་གི་ང་ཚོ་གི་སློབ་ཚན་འདི་འོ་དེ་འདི་ཅིག་ཡིན། དེ་ནས་ཡང་ང་ཚོ་སྐར་རྩ་འཛིན་གྲྭ་རྗེས་མ་ལ་ཡང་མཇལ་ཡོང་ཨ་ནི་རྣམ་པ་ཚོ་སྐུ་གཟུགས་ལ་འཕྲོད་གཞི་གང་གཟབ་གཟབ་གནང་རོགས་གནང།